ཁ་བའི་མི་ནི་ལས་རིམ་སིན་སི་ནང་གི་ཡོངས་ལ་འཚམས་འདྲི་ཞུ་ང་ལས་རིམ་གཙོ་གཉེར་བ་རིག་འཛིན་ཡིན་ད་ང་ཚོའི་ད་རིམ་གྱི་སྐུ་མགྲོན་དེ་ཨ་མི་རི་ཀའི་ཀལ་ཧྥོ་ནི་ཡ་ཡི་བེ་ཨེ་རི་ཡ་ཁུལ་ལ་བོད་ཀྱི་སྒྱུ་རྩལ་ཁང་གསར་འཛུགས་གནང་མཁན་དང་སྲོལ་རྒྱུན་བོད་ཀྱི་རོལ་ཆ་དང་གཞས་སྣ་ལ་མཁས་པ་ཚེ་རིང་བ་བ་ལགས་ཡིན་ད་ཚེ་རིང་བ་བ་ལགས་ཀྱིས་འདས་པའི་ལོ་ངོ་མང་པོའི་རིང་གཙོ་བོ་བྱང་ཀལ་ཧྥོ་ནི་ཡ་ཁུལ་གྱི་བོད་ཕྲུག་ལོ་ཆུང་མང་པོ་ཞིག་ལ་བོད་ཀྱི་སྲོལ་རྒྱུན་གཞས་སྣ་དང་རོལ་ཆ་སློབ་ཁྲིད་གནང་མུས་ཡིན་པ་དང་ད་ལོ་ཤས་གོང་ཁོང་གིས་བོད་ཀྱི་སྒྱུ་རྩལ་ཁང་ཞེས་པ་དེ་གསར་འཛུགས་གནང་སྟེ་ད་དེང་སྐབས་ཧ་ལམ་ཉིན་ལྟར་བུ་ཕྲུག་ལོ་ཆུང་མང་པོ་ཞིག་ལ་རོལ་ཆ་སློབ་ཁྲིད་གནང་མུས་རེད། ཕྱོགས་མཚུངས་ཁོང་གིས་ད་ཕན་ཕྱི་རྒྱལ་དང་བོད་པའི་གློག་བརྙན་བཅུ་ཙམ་གྱི་ནང་ལ་འཁྲབ་སྟོན་གནང་ཡོད་པ་དང་དེ་ག་ནང་བཞིན་ཕྱི་རྒྱལ་དང་བོད་པའི་གཏམ་བརྗོད་ཡང་འདྲ་མིན་ཞིག་ལ་འཁྲབ་སྟོན་གནང་ཡོད་རེད་ཚེ་རིང་བ་བ་ལ་འཚམས་འདྲི་བྱེད་ལེ་ཞུ་ཡི། ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས་སེམས་གསིང་གནང་ཉེ་མི་མང་ཡོངས་ལ་ཡང་ཡང་བསྐྱར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ད་ཚེ་རིང་བོ་ལ་གི་ཀལ་ཧྥོ་ནི་ཡའི་ཡི་སྦེ་ཨེ་རི་ཡའི་ཁུལ་ལ་ད་སྦེ་ཨེ་རི་ཡའི་དེ་བོད་མི་གང་འཚམ་མང་པོ་གནས་སྡོད་བྱེད་སའི་གི་ས་གནས་ཀྱི་ཆ་དེ་ཆགས་བསྡད་ཀྱི་ཡོད་རེད། དེའི་ནང་ལ་བོད་ཀྱི་སྒྱུ་རྩལ་ཁང་ཞེས་པ་དེ་གསར་འཛུགས་གནང་ནས་ད་ལོ་ག་ཤས་ཅིག་འགྲོ་གི་འདུག་དང་པོ་གཅིག་སྒྱུ་རྩལ་ཁང་དེའི་སྐོར་ལ་ངོ་སྤྲོད་ཐུང་ཐུང་ཞིག་གནང་དང་སྙིང་བསྡུས་ཤིག་གནང་དང།

རེད།
བའོ་ལགས་ལྟ་འདི་བྱེད་དུས་རྩམ་པ་སྒྱུ་རྩལ་ཁང་འདི་བརྒྱུད་ནས་བོད་ཀྱི་སྲོལ་རྒྱུན་རོལ་དབྱངས་དང་གཞས་དང་ཞབས་བྲོ་དེ་ཚོ་མི་ཉམས་རྒྱུན་འཛིན་དང་ད་གོང་འཕེལ་དར་སྤེལ་ཡོང་ཐབས་ག་འདྲ་བྱེད་ནས་གནང་གི་ཡོད། ད་གཙོ་བོ་དེ་ང་རེ་གི་བྱེད་སྟངས་འགྲོ་ཐབས་ཤེས་འདྲ་བོ་དེ་འདི་ཡིན། གཅིག་ལ་ཡ་བྱེད་འོ་རེད་ཁྱེད་རང་དེ་གལ་ཆེན་པོ་རེད་ཟེར་མ་ལབ་པ་བྱས།

ད་ཚེ་རིང་བཱ་བ་ལགས་ཀྱིས་རོལ་དབྱངས་ཁང་སྒྱུ་རྩལ་ཁང་འདིའི་བརྒྱུད་ནས། གཅིག་བོད་ཕྲུག་ན་གཞོན་མང་པོ་གཅིག་ལ་ད་དྲ་བརྙན་དང་པི་ཝང་ལ་སོགས་པའི་རོལ་ཆ་རིགས་སྡེ་པའི་ལོ་ངོ་མང་པོ་གཅིག་ལ་སློབ་ཁྲིད་བྱས་ཡོད་རེད་ད་འདི་ཚོའི་ཐོག་ནས་སྒྱུ་རྩལ་ཁང་འདི་ཡི་ཐོག་ནས་བོད་ཀྱི་རིག་གཞུང་མི་ཉམས་རྒྱུན་འཛིན་དེ་འདྲའི་ཅི་ཡང་གནང་ཐབས་གནང་གི་འདུག་བྱེད་དུས་ཙམ་པ་ད་ལྟའི་ཆ་ལ་ཚེ་རིང་བཱ་བ་ལགས་ཀྱིས་བོད་ཕྲུག་ག་ཚོད་ཙམ་གཅིག་ལ་རོལ་ཆ་སློབ་ཁྲིད་བྱེད་ཀྱི་ཡོད་པས་ཨ་ནི་གཅིག་རོལ་ཆ་སྟབས་བེ་བའི་སྲོལ་རྒྱུན་རོལ་ཆ་མང་པོ་ཡོད་དུས་རྩམ་པའི་རོལ་ཆ་གཙོ་ཆེ་བ་ག་རེ་ག་རེ་སློབ་ཁྲིད་གནང་གི་ཡོད་བས། ད་ཐོག་མ་དེ་ས་གནས་དེ་ལ་ཡང་ང་རང་འབྱོར་བའི་སྐབས་ལ་ལོ་བདུན་ཟིན་ཅིང་ད་ང་རང་བོད་རིགས་ཚོགས་པའི་གི་གཟའ་མཇུག་བསླབ་གྲྭའི་སློབ་མ་ཚོ་མཉམ་དུ་ལས་ཀ་བྱས་བའི་སྐབས་ལ་ཡང་བུག་ཉིས་བརྒྱ་ཟིན་ཡིན་མེད་ཅིག་ཡོད་རེད་དེ་ཚོ་ལ་ཡང་གཞས་དང་ཞབས་བྲོ་རེ་ནི་རེ་ཡང་འདུག་ཟེར་ཁྲིད་དེ་གི་ཡོད་རེད

དེ་འདྲའི་སློབ་གཉེར་ཁང་སྦྱངས་ས་རེད་ཅེས་དང་མགོན་པོ་དུ་བ་ཕྱི་ལོགས་ལ་དམིགས་བསལ་གྱིས་ད་མ་ཚང་མ་སོ་སོའི་གི་ལས་ཀ་འདྲ་མིན་ཐོག་ཏུ་ཡང་ཞུགས་བསྡད་དུས་ད་སོ་སོའི་ཤེས་པ་མང་པོ་ཅིག་འདུག་ཟེར་ཏེ་ལྷག་བཅས་གསུངས་ཏེ། ཨ་ནེ་གཞོན་སྐྱེས་ཚོ་ལ་ཡང་རིག་གནས་སྦྱངས་ས་དེ་མགོན་པོ་ཞུགས་ཆགས་གི་འདུག་དེ་ཡིན་དུས་ད་སོ་སོའི་དམིགས་ཡུལ་དེ་དེ་འདྲས་ཅིག་བཙུགས་པ་ཡིན་ན་ཆེ་ཆུང་ག་རེ་ཡིན་ན་ཡང་ཅིག་བཙུགས་བཞག་པས་ན་ད་ང་རའི་ས་གནས་ཀྱི་མི་དེ་གས་དེ་འདས་ལ་ཡོང་ཡོང་ས་རེད་རོགས་ལ། ཨ་ནེ་དེ་ཡིན་དུས་ཨ་ནེ།

ད་ང་ཚོས་དེ་བར་སྐྱེ་བའི་ཕུ་བོ་ཚོ་ལ་དམིགས་ཡུལ་འདི་ངས་ཁྱོད་ནས་ཟིན་གྱི་མེད་ཅིག་མ་འོངས་པ་ཅིག་ཅིག་ཐར་ཐོན་བྱ་འདི་འདྲ་ཅིག་སླེ་བཞག་ཟེར་ནས་གལ་མེད་ཡིན་ན་ཡང་སྤྱི་ཚོགས་ནང་ལ་ད་ཁོ་རང་ཚོ་མི་རིགས་གཞན་པ་མཉམ་པོ་ཞིབ་ཅིག་འགྲོ་དགོས་དུས་དེའི་ནང་སླེ་དུས་ང་ཚོ་བོད་པ་ཡིན་ཨ་བོད་པ་ལ་ཡང་རོལ་ཆ་འདི་འདྲ་བྱོས་རེད་གཞས་འདི་འདྲ་བྱོས་རེད་ལས་ཅིག་ཨ་ལས་ཁོ་རང་ཚོ་ལ་ཡང་ཅིག་ཁོ་སར་མར་རྩ་ཆིན་རྒྱུན་ཞིག་སླེ་ཐུབ་ན་བསམ་དམིགས་ཡུལ་དེ་འདི་ཡིན་ཨ་དེ་ནས་བག་ཆགས་འདི་འདྲ་ཆིན་རྒྱུན་ཞིག་སླེ་བའི་བརྒྱུད་ནས་ད་ཚང་མ་ད་ཡག་པོ་ཆགས་ཀྱི་མ་རེད། མི་གཅིག་གཉིས་ཀྱི་རྗེས་མར་ཡང་ཁོ་རང་ཚོའི་མི་ཚེ་མདུན་ལམ་ཕན་ཡོན་གྱི་རོལ་དབྱངས་ཐོག་ལ་ཆེད་ལས་པ་ཆགས་པའི་ཕྱི་རྒྱལ་གྱི་རོལ་དབྱངས་མཁས་པ་ཆེད་ལས་པ་དེ་འདྲའི་ལ་ལས་ཀྱི་ལྟ་དེ་བ་ཆ་རྒྱས་མང་པོ་ཡོད་རེད་བ། དེ་འདྲའི་ལ་ཕེབས་དུས་ཨ་ནི་བོད་པའི་གི་རྒྱབ་ལྗོངས་གཏད་སོ་ཡོད་པ་ཡིན་དུས་རྗེས་མར་ཁོ་རང་ཚོ་གཞས་དང་གདངས་དང་རོལ་དབྱངས་ཀྱི་བརྩམས་པ་ཡིན་ན་ཡང་ཆུང་དུས་ཀྱི་བག་ཆགས་དེ་བསྡད་ཡོད་ཙང་གདངས་དེ་ནང་ལ་བོད་པའི་གི་གདངས་གཏད་སོ་ལས་ཡ་དང་ཤན་གཏད་སོ་ལས་ཡ་ཅིག་ཡོང་གི་རེད་བསམ་པའི་ང་ཡིད་ཆེས་ཅིག་ཡོད་ཡོད་ལགས། རེད་ད་ནི་གོང་ལ་འདི་གཅིག་གསུངས་རེད་ད། མང་ང་གཅིག་ད་གཙོ་བོ་དེ་ཚེ་རིང་བ་བ་ལགས་ཀྱི་ཀལ་ཕོར་ནི་ཡ་ཁུལ་ལ་ཡོད་པའི་གྱི་སློབ་ཕྲུག་ཚོ་ལ་དངོས་སུ་གང་དག་རོལ་ཆ་སློབ་ཁྲིད་གནང་གི་ཡོད་རེད་འདི་དང་ཆབས་ཅིག་དྲ་ལམ་གྱི་ཐོག་ནས་ཡང་གྲབས་གཉེར་སློབ་ཁྲིད་གནང་ཡས་འདི་འདྲས་གཉེར་གྱི་ཡོད་གསུངས་སོང་བྱིས་དུས་ཙམ་པ། དྲ་རྒྱའི་ཐོག་ནས་རོལ་ཆ་སློབ་ཁྲིད་ག་འདྲ་བྱས་ནས་གནང་གི་ཡོད་བས་ཨ་ནི་དྲ་ལམ་ཐོག་ནས་རོལ་ཆ་སྦྱང་ངན་འགྲོ་བྱེད་མང་ལོད་རོལ་བཞིན་ཡོད་རེད།

འདི་འདྲ་བོ་འདྲ་གཅིག་པར་བཞག་ལ་འོང་དུ།
སྲོལ་རྒྱུན་བོད་དབྱིན་གྱི་རོལ་ཆའི་ནང་ལ་གང་དག་ཅིག་གྲབས་སྙན་དང་གླིང་བུ་དང་པི་ཝང་ལ་སོགས་པ་མང་པོ་ཅིག་ཡོད་རེད། ཡིན་པ་ནི་ནུབ་ཕྱོགས་ཁུལ་ལ་ཡོད་བས་ཀྱི་ལོ་ཆུང་བྱིས་པ་མང་ཆེ་གི་ལོ་ཆུང་བྱིས་པ་དང་ནི་ཕ་མ་ཚོ་གི་རོལ་ཆ་དོ་སྣང་བྱེད་ས་གཙོ་བོ་དེ་གྲབས་སྙན་ལྟ་བུ་དྲུག་ཅིག་ཆགས་བསྡད་ཀྱི་འདུག་འདི་རྒྱུ་མཚན་ག་རེ་རེད་དགོངས་ཀྱི་འདུག་ཡང་མང་ཆེ་གི་གྲབས་སྙན་ལ་མ་གཏོགས་ཡང་དེ་མིན་རོལ་ཆ་གཞན་པ་དེ་ཚོ་ལ་དོ་སྣང་དེ་ཙམ་མེད་བས་སོ་ར་ཅིག་ཐུགས་སྣང་ཡོང་གི་འདུག་ཡོང་གི་མིན་ཏེ།

དང། ད་ལྟ་སྒྲ་འདི་གའི་སྐོར་ལ་གསུང་དུས་ཚེ་རིང་པ་བ་ལགས་ཀྱིས་ཧན་ད་ཉིས་བྱ། སྒྲ་བརྙན་གྱི་སྒྲ་སྒྲིག་སྟངས་ཀྱི་འཁོར་ལོ་ཅིག་བཟོས་འདུག་ད་འདི་ཡང་ཅིག་ཡུ་ཏུབ་ངོ་དེབ་ཡུ་ཏུབ Youtube དྲ་རྒྱའི་ཐོག་ནས་ཚེ་རིང་པ་བ་ལགས་ཀྱིས་འདི་བོད་གཞས་ག་འདྲ་ཞིག་ནས་བཏང་དགོས་བཏང་ཕྱོགས་སྐོར་ལ་བརྙན་ཐུང་འདི་འདྲས་བཟོས་འདུག་འདི་སྐོར་ལ་སྒྲ་བརྙན་གྱི་སྒྲ་སྒྲིག་སྟངས་ཀྱི་འཁོར་ལོ་འདི་སྐོར་ལ་ངོ་སྤྲོད་ཞིག་གནང་དང།

སྣང་ཚང་མ་དེ་མང་བྱས་སོ་སོས་དགེ་རྒན་གོང་མ་ཡིས་གང་བསླབས་པ་དེ་ངག་རྒྱུན་གྱིས་བསླབས་པ་དང། གཟུགས་པོ་རང་གི་ལུས་སྦྱོང་དོན་བསླབ་བྱ་བ་དེ་གས་དེ་ང་ཚོ་རང་ཅག་ཏུ་བསླབ་པའི་བསླབ་སྟངས་གཅིག་པར་ཕྱིན་པས་ལ་དམིགས་བསལ་གྱི་སློབ་གྲྭའི་ཟེར་བ་སོགས་ལ་དེ་འདྲའི་ངག་རྒྱུན་ཡིག་ཐོག་ཐོག་ནས་བལྟ་ས་ཞེ་དྲགས་མེད་པས་སོ་སྒྲ་ཇི་ལྟར་གང་ལ་ཡང་ཕྱིན་པ་རེད་ད་དེ་ཡིན་དུས།

ནའོ།
ད་དེ་གཞན་སྦྱངས་དེ་ཉན་ཚུལ་ལ་ཡིན་པས་ཡིན། ཨ་ནི་དགྲ་མཉེན་གཤེན་དེ་ཉན། ཅིག་གི་ནམ་རྒྱུན་སྤྱི་ཚོགས་ནང་ལ་ཡ། ཅིག་གི་སློབ་ཁྲིད་ཅིག་དེ་ཉན། བསླབ་གྲྭ་ཁག་ལ་དགེ་རྒན་ནང་ཉན་ཚང་མ་ལ་ཡ། བེད་སྤྱོད་ཡག་པོ་ཞུ་ཞེས་ཨ་ནི་ཁོ་ཚོས་ལས་སླ་པོ་ཞིག་ཆགས་འདུག་ད་དེ། བེད་སྤྱོད་ཡོད་པ་ཙམ་མ་ཡིན་པ། པུ་མི་ལ་ཡ་སློབ་ཐོན་ཅིག་བྱ་བས་ནས་སློབ་ཁྲིད་བྱེད་པ་ལ་དགྲ་རྒྱུ་བ་ག་འདྲ་ཞིག་འདུག་གོ་མེད་འདི་ཀོ་ར་རྒྱབ་པས་ན་གནམ་ས་དགྲ་དེ་ཨ་ལས་དེ།

དགེ་མཚན་དང་ཕན་ཐོགས་ག་རེ་ཡོད་རེད་དོ་སྣང་བྱེད་མ་ཐུབ་ན་གྱོང་འགྲོ་ཆེད་ག་རེ་རག་སྲིད་པ་རེད། ད་དེ་དོ་སྣང་བྱས་པས་ན་ཕན་ཐོགས་དེ་དག་ད་རང་བཞིན་འགྲོ་ཆེད་རེད་བསམ་གྱི་ཡོད་ངེས་རོལ་དབྱངས་ཟེར་ངེས་ཏེ་སྤྱི་དང་བོད་པའི་རོལ་དབྱངས་ཙམ་མ་རེད་རོལ་དབྱངས་ག་འདྲའི་བརྗིད་ན་ཡང་ཁྱེད་རང་ཚོས་སུས་སྦྱང་ཐུབ་པའི་འདི་པོ་ཙམ་མ་རེད་ང་རང་ཚོ་རྒན་པ་ཡིན་ན་ཡང། ལོ་ཆེན་པོ་སླེབས་སོང་ཟེར་ང་ཚོ་བོད་པའི་གི་གོམས་གཤིས་གཅིག་ཡོད་ད་ང་ཚོ་ད་ལོ་ཆེན་པོ་སླེབས་ཡོང་གི་མ་རེད་ཟེར་ནས་སོ་སོ་སོ་བཀག་བྱེད་ཀྱི་འདུག་ང་ལ་འདི་གནང་རྒྱུ་མི་འདུག

དེ་དག་སློབ་ཁྲིད་བྱེད་པའི་སྐབས་སུ། བོད་ཀྱི་སྐད་ཡིག་དང། ཅིག། ད་དྲིའི་ཀློག་གཡས། དེ་ག་ནང་བཞིན་བོད་ཀྱི་རིག་གཞུང་ལ། དོ་སྣང་དང། ཅིག་ཁོ་ཚོ་གི། དོ་སྣང། དང་དགའ་མོས་ཆེ་བ་ཡོང་ཡས་ལ་ཕན་ཐོགས་འགྲོ་གི་འདུག་འདི་ཡོང་གི་འདུག་བས།
དེ་རོལ་དབྱངས་ཐོག་ནས་ཞེ་དྲག། ཕན་ཐོགས་ཡོང་གི་འདུག་བསམ་གི། དཔེར་ན་ང་རང་ད། ཁ་ཡོད་ལག་ཡོད་ཀྱི་འདུག་ཅེས་བལྟས་བསྡད་པས་ན། ཕྱི་རྒྱལ་ཁག་ལ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་ཚང་མའི་ནང་ལ་ཡ་གཟའ་འཇུག་ལབ་གྲ་ཡོད་རེད། འདི་ནང་ལ་གཙོ་བོ་དེ་ང་ཚོའི་སྐད་ཡིག་ལབ་ཀྱི་ཡོད་རེད་བ། ཨ་དེ་ནས་རོལ་དབྱངས་དང་ཞེས་དེ་འདྲ་ལབ་གནང་གི་ཡོད་རེད་བ། དེ་ནང་དུ་བལྟས་བསྡད་པས་ན་སྤུ་གུ་དེ་གས་དེ། ཉི་མ་དེ་ཉིན་གང་གི་བྱེད་སྒོ་ནང་ལ་ག་རེ་ལ་དགའ་བོ་བྱུང་ལབ་པས་ན་དྲི་བ་བཏང་བས་ན། མང་ཆེ་གས་ང་གཞས་ལ་དགའ་བོ་བྱུང་དགའ་སོང་ཟེར་ང་རོལ་དབྱངས་རོལ་ཆ་ལ་དགའ་སོང་ཟེར་ལབ་དུས་ཀྱི་དོ་ཨ་རྗེས་མ་དེ་འདྲ་དུ་འགྲོ་གི་འགྲོ་གི་ཡིན་ག་ཅིག་འགྲོ་ག་ཟེར་ལབ་ན་ཨ་དེ་སྡོད་ག་བྱང་ཡ་ཡོད་རེད་རོལ་དབྱངས་བྱང་ཡ་ཡོད་རེད་འདི་ཟེར་བྱས། ད་ཡིན་ནས།

ཅིག། མང་པོ་ཅིག་གིས་ཚེ་རིང་བ་བ་ལགས་ད་བཙན་བྱོལ་ནང་ལ་ཡོད་ངེས་བུད་བ་མང་ཆེ་བཅས་ཀྱིས་ཚེ་རིང་བ་བ་ལ་མཁྱེན་གྱི་རེད་གཏམ་ཧ་རྒྱན་ངེས་བཙོག་གི་ཆེད་དུ་ཚེ་རིང་བ་བ་ལགས་ཀྱིས་ད་ལྟ་བའི་གློག་བརྙན་དང་གཏམ་བརྗོད་གྲགས་ཆེ་བ་ག་རེ་ག་རེ་ནང་ལ་འཁྲབ་སྟོན་གནང་ཡག་གི་གུས་སྐབས་བྱུང་ཟེར་སྙིང་བསྡུས་ཤིག། ལོག་ལ་ཐུག་བྱས་ནས། ད་ཅིག་གོང་དེ་ངོ་འཕྲོད་དེ་ལ།

གཏམ་བརྗོད་ཀྱི་ཁོང་ཚོའི་སྐད་ནང་ལ་དགུ་བཅུ་གོ་བདུན་ལ་འཁྲབ་བྱས་པའི་ཚེ་འཁྲབ་སྟོན་དགུ་བཅུ་རྩ་བྱས་པ་རེད་ཨོ་ལན་དང་བེལ་ལྗི་ཡམ་བཅས་ཇོའི་མི་ནི་དེའི་བར་ལ་དེ་དེ་ཚོ་བཅས་ཡིན་ན་དེ་སྐབས་བོད་པ་ཉུང་བའི་སྐབས་རེད་ས་གནས་དེ་བ་ལུང་པ་དེ་བ་ལ་ཡང་ནི་ང་ཚོ་གཏམ་བརྗོད་དེ་གི་ཞི་བ་གྱི་དྲིལ་བསྒྲགས་ཤུགས་ཆེན་པོ་དེ་སྐབས་ལ་ཡང་བོད་རིགས་རྒྱབ་བོད་པའི་རྒྱབ་སྐྱོར་ཚོགས་པ་མང་པོ་འདུག་ཁོ་ནར་ཟིག་ཡིན་ན་ཡང་ང་ལ་ཡང་ཟུར་དུ་བེལ་དེ་ཡིག་ཆུང་ཆུང་དེ་ལས་མང་པོ་འདི་ང་ཚོ་གཏམ་བརྗོད་ཁང་ལས་མ་གླེང་ངས་ཡིག་ཆུང་ཐུན་བཀྲ་ཤིས་དེ་ལས་ཡིག་ཆུང་དེ་ལས་མང་པོ་འདུག་བཞག་ཤིག་འདུག་ག་ཚོད་ཀྱི་དེ་འདྲས་ཡོང་གི་འདུག་ཨ་རིའི་ནང་སླེབས་ན་ཡང་ལོ་ཉིས་སྟོང་བཅུ་བཞི་ནས་སྟོང་བཅུ་བདུན་བར་ལོ་གསུམ་པ་རག་ལ་ཡང་གཏམ་བརྗོད་ཅིག་ཆེན་པོ་ཞུ་བཞི་ཕྲ་བ་རེ་གྲོང་ཁྱེར་ཆེན་པོ་ལྔ་ནང་ལ་ཡང Oldest Boy says འདི་ཞུ་བཞི་གི་སྐད་གྲགས་དང་ཅིག་གཏམ་བརྗོད་དེ་བོད་དོན་ཐོག་ལ་འབྲེལ་བ་ཡོད་པ་སོང་ཙང་བོད་ཀྱི་ཐོག་ལ་ཡང་ཅིག་དྲིལ་བསྒྲགས་ཟབ་མོ་སོང་ནས་ཞུ་བཞི་ཁྱབ་ཆེན་པོ